ཚིག་ངེས་སུ་ནི་ལྟ་བ་དང་རྗེས་དཔག་པའི་རིགས་དམ་པའི་ཆོས་ནི་སྟོན་ཟེར། གོ་དམ་དེ་ལ་ཕྱག་འཚལ་ལོ། སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་གཅིག་ནས་ཉིན་གྲངས་གསུམ་རིང་སོག་པོའི་རྒྱལ་ས་ཨུ་ལན་པ་ཏར་ཨེ་ཤི་ཡའི་ཞི་བདེའི་ནང་པའི་ལྷན་ཚོགས་ཐེངས་བཅུ་གཅིག་པ་དེར་བོད་མིའི་མགོན་སྐྱབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་ཞིག་སྩལ་གནང་མཛད་འདུག། བོད་ཀྱི་སོག་ཡུལ། བོད་ཀྱི་རྒྱལ་ས་ལ་ཡ། ག་ད་ལྟ་རྒྱལ་སྤྱིའི་ནང་པའི་ཚོགས་འདུ་དེ་འདྲ་ཅིག།

གུས་པ་བྱེད་ཀྱི་ཡོད། གུས་པ་བྱེད་ཀྱི་ཡོད་དེ། དེ་འདྲས་ཀྱི། ད། སེམས་མ་དུལ་བའི་རྩ་བ་དེ་ཕྱིན་ཅི་ལོག་གི་ལྟ་བས་བྱེད་ཀྱི་ཡོད་པ་དང། དེ་སྤོང་ཐབས་དེ། རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་ཡ་དེ། ཤེས་པའི་ཐོག་ནས་ནི་ཕྱིན་ཅི་ལོག་གི་ལྟ་བའི། སྐྱོན་མཚང་དེ་ཆ་ཚང་བཏོན་ནས། ཨེ་ནི་ཁོ་ཕྱི་ཡི་ལོག་གི་ལྟ་བ་འདི་རྒྱབ་རྟེན་ཚད་མ་མེད་པ་ཡིན་དུས་ཙང་ནས་ཨེ་ནི་ཁོ་བརྟན་པོ་ཁེལ་ཡོད་པ་མ་རེད། ད་ཕྱི་ཡི་མ་ལོག་པའི་ལྟ་བ་འདི་རྒྱུ་མཚན་ལྡན་པ་ཡིན་དུས་ཙང་ནས་རྒྱུ་མཚན་གྱི་ཁ་ཟས་བསམ་བློ་མང་བཏང་པའི་ཚོད་ཀྱིས་ཁོ་ངེས་པ་བརྟན་པོར་བརྟན་པོར་འགྲོ་ཡག་ཅིག་ཡིན་པ་ཡིན་དུས་ཙང་ནས། གང་དག་པའི་སངས་རྒྱས་པའི་ཆོས་ཀྱི་པའི་ཐུགས་མ་ཡིན་པའི་དག་ཁྱད་ཆོས་དེ་ནི་རྟེན་འབྱུང་གི་དེ་ཁོ་ན་ཉིད་ཟད་དེ་ཆགས་ཀྱི་ཡོད་རེད། ཨེ་ཤི་ཡའི་ཞི་བདེའི་ནང་པའི་ལྷན་ཚོགས་དེ་དང་བོད་མིའི་དབར་ལོ་ངོ་བཅུ་ཕྲག་གསུམ་ལྷག་གོང་ནས་འབྲེལ་བ་གཏིང་ཟབ་ཡོད་པ་ཞིག་ཡིན་པ་མ་ཟད་ཚོགས་པ་དེའི་འགན་འཛིན་ལྷན་ཚོགས་དང་སླར་གསོའི་ཐད་དུ་ཡང་སོག་པོ་དང་རྒྱ་གར་བོད་པ་བཅས་ནས་དམིགས་བསལ་ཐུགས་ཁུར་བཞེས་གནང་འདུག་ཀྱང་ད་ལན་རྒྱ་ནག་གི་ཕྱི་སྲིད་བློན་ཆེན་གཞོན་པ་ཞིག་གིས་ཐེ་བྱུས་བྱས་པའི་རྐྱེན་གྱིས་སོག་པོའི་སྲིད་བློན་དང་ལྷན་ཚོགས་ཀྱི་ཆོས་རིག་ལས་ཁུངས་ཀྱི་སྐུ་ཚབ་རྣམས་ཆེད་ཕེབས་ཐུག་རྒྱུའི་ཐུགས་རེ་ག་ཚོད་གནང་མིན་ལ་ལྟོས་མེད་ཁོང་རྣམས་ལ་ཐོངས་མཆན་མ་ཕུལ་བ་མ་ཟད Black List འམ་ཐོ་གཞུང་ནག་པོའི་ནང་ལྷུག་འདུག་པས་ཆོས་རིག་བཀའ་བློན་མཆོག་ལ་གསར་འགོད་པས་དེ་དང་འབྲེལ་ནས་བཅར་འདྲི་ཞུས་སྐབས་ཐུགས་ཚོར་ཆེན་པོས་འདི་ལྟར་གསུངས་སོང། ད་ཡིན་ན་འདི་བློ་ཕམ་པའི་གནས་ཚུལ་ཞིག་རེད་ད་རེས་ང་ཚོ་དེའི་ཟིན་མ་བྱེད་ཡ་ད་ག་རེ་ཟེར་ན་ད། རྒྱ་ནག་གཞུང་གིས་གཡས་གཡོན་གྱི་ཁྱིམ་མཚེས་རྒྱལ་ཁབ་དང་ཁོ་རང་ཚོ་གི་ཐུབ་ས་ཐུབ་ས་ཀྱི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ད་ལག་པ་རྐྱང་བྱས་ནས་ཐུབ་ཚོད་བཤད་སྟངས་འདི་ད་ཚད་ལས་བརྒལ་གི་འདུག་ཚད་ལས། གཞི་རྩའི་ཨེ་ཤི་ཡའི་ལྷན་ཚོགས་དེར་ཆོས་རིག་བཀའ་བློན་མཆོག་དེ་སྔོན་ཆོས་རིག་ལས་ཁུངས་ཀྱི་སྐུ་ཚབ་གནང་ནས་ཐེངས་ཞེ་ལྔ་ཕེབས་མྱོང་འདུག་ཀྱང་ད་ལན་ཆོས་རིག་ལས་ཁུངས་ཀྱི་སྐུ་ཚབ་ལ་མཐོང་མཆན་མ་ཕུལ་བ་དེ་ནི་གོ་སྒྲིག་ཚོགས་ཆུང་ངོས་ནས་ཆབ་སྲིད་ཀྱི་གནོན་ཤུགས་ཡིན་སྐོར་འགྲེལ་བརྗོད་གནང་འདུག། བརྡ་རིས་དེའི་ཐོག་ལ་བོད་པའི་ཚོགས་མི་དེ་ཡིས་སྔོན་མ་ནང་བཞིན་བྱས་ཆོས་དོན་ལས་ཁུངས་ཀྱི་གཅིག་གི་ལས་བྱེད་གཅིག་གཉིས་ཀྱིས་མ་ཡིན་པ་བྱས་རྗེས Delegation ཚོགས་ཆུང Chess ར་བོ་དེ་འདྲས་འགྲོ་ཐུབ་ན་ཡག་པོ་ཡོད་རེད་ཟེར་འདི་བ་གོ་ཐུག་དང་བསམ་འཆར་དེ་འདྲས་བྱུང་བྱས་ནས་བརྡ་རིས་དེ་ལ་ང་ཚོས Delegation ཆེན་པོ་ཕྱིན་ཡོད་རེད། བྱས་ཙང་དེ་ཡིན་དུས་ཆོས་རིག་བཀའ་བློན་དང་ལས་བྱེད་ཁ་ཤས་འགྲོ་མ་ཐུབ་ནས་ང་ལ་དེ་མི་དགའ་བ་དང་མ་བསྡད་ག་དགོས་ཀྱི་མེད། ད་ལྟ ABCB ལོ་རྒྱུས་ནང་ལ་བྱུང་མ་མྱོང་པའི་ད་རེས་ང་ཚོ་གི་བོད་པའི་གི་སྐུ་ཚབ་ཚོགས་ཆུང་ཆེན་པོ་ཆེ་བཏང་ཡོད་རེད་དེའི་ནང་ལ་ང་རང་ཚོའི་ཆོས་བརྒྱུད་ཚང་མའི་སྐུ་ཚབ་བཅས་ནི་བླ་མ་ཆེན་པོ་དེ་འདྲ་བཅས་བཅས་བཅས་དེའི་ནང་ནས་སོ་ཡི་རང་ལ་བཞུགས་དེ་ང་ཚོ་བོད་པའི་བླ་མ་དགེ་བཤེས་མང་པོ་ཡོད་རེད་དེ་འདྲ་བཅས་བཅས་གང་ལྟར་ཕ་གའི་ནང་ང་ཚོའི་སྐུ་ཚབ་རྒྱལ་ཁབ་སོ་སོའི་སྐུ་ཚབ་ཚོགས་ཆུང་བྱེད་ཀྱི་ཡིན་ན་ད་ང་ཚོ་ཧྲག་ཤོས་རེད་པ་ཆི་ད་དེ་འདྲ་བཅས་ཆགས་བཅས་བསྡད་ཡོད་རེད།
ཤེས་རྟོགས་བྱུང་བར་གཞིགས་ན་ཉིན་གྲངས་གསུམ་གྱི་ལྷན་ཚོགས་དེར་བོད་བརྒྱུད་ནང་བསྟན་པའི་སྐུ་ཚབ་དུ་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་ཇོ་ནང་བཅས་པའི་སྐུ་ཚབ་བཅུ་བདུན་ནས་ལྷན་ཞུགས་གནང་བཞིན་འདུག་གཞན་ཡང་མགོན་པོ་གང་ཉིད་ནས། རྒྱུན་དུ་ཨེ་ནི་ཁྱེད་རང་ཚོ་དང། སོག་པོ་ཚོས་ཨེ་ནི་སངས་རྒྱས་པའི་ལྟ་གྲུབ་ལ་ཡ། ཆོས་དད་པ་བྱས་མ་བྱས་སོ་སོའི་རང་དབང་རེད། སངས་རྒྱས་པའི་ལྟ་གྲུབ་དེ་དེ་རིགས་སྐད་ས་ཚན་རིག་པ་གཙོས་ཡའི་དོ་སྣང་ཡོང་གི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ཚ་ནས་སངས་རྒྱས་པའི་ལྟ་གྲུབ་སློབ་སྦྱོང་བྱས་ཏེ་དཔེ་གལ་ཆེན་པོ་རེད། འདི་རྒྱ་མཚོ། དགོངས་པ་འཇགས་གནང་རོགས་གནང། ཨེ་ནི་དེ་ཡི་མཚོན་པའི་རི་པིན་གྱི་ཉི་ཧོང་གི་ནང་པ་ཚོ་ཡིན་ནའི་འདྲ་ཝེ་ན་མི་སི་ཡིན་ནའི་འདྲ་ཀོ་རི་ཡ་ཡིན་ནའི་འདྲ་རྒྱ་མི་ཡིན་ནའི་འདྲ་གང་འདྲ་ཅིག་གི་ནང་པའི་ཆོས་ཀྱི་དད་པ་ཙམ་མ་ཡིན་པའི་ནང་པའི་ལྟ་གྲུབ་ལ་ཡ་ཅིག་གི་དོ་སྣང་མང་བྱས་ཨེ་ནི་སློབ་གཉེར་ཤུགས་ཆེ་བརྒྱབ་ཐུབ་ཡ་བྱུང་ན་ཏན་ཏན་ཕན་ཐོགས་ཡོད་རེད་དེ། ཨེ་འདི་འདིར་ཁྱང་ཚོ་གོ་སྐབས་འདི་སེམས་ནས་ང་ཞུ་སྙིང་འདོད་བྱུང། ཨེ་ཚང་མ་ལོག་ལེ་ཡ། ཨེ་ནི་སྟོན་པ་འཇིག་རྟེན་ཁམས་སུ་བྱོན་པ་དང་བསྟན་པ་ཉི་འོད་ཤིན་ཏུ་གསལ་བ་དང་བསྟན་འཛིན་ཕུ་ནུ་ཤིན་ཏུ་བསྟུད་པའི་བསྟན་པ་ཡུན་རིང་གནས་པའི་བཀྲ་ཤིས་ཤོག།